ད་ལྟའི་ཆ་ལ་ང་ཚོ་ཁྲིམས་ཁང་ནང་ལ་ཡང་མི་གསུམ་ཡོད་བསྡད་པ་འདི། ཨ་ནི་སྤྱི་བདེ་ལྷན་ཚོགས་ཀྱི་ཡང་བསྐོས་བྱས་པ་མ་ཡིན་པ་སྤྱི་བདེ་ལྷན་ཚོགས། སྤྱི་བདེ་ལྷན་ཚོགས་ཀྱི་ཡང་མང་མོས་འོས་བསྡུ་ཐོག་ནས་ཡང་མང་མོས་ཀྱི་ཐོག་ནས་ཨ་ནི་མ་ཕྱི་ཕུད་བཏང་བཞག་པ་དང་ཕྱི་ཕུད་བཏང་པའི་སྐབས་སུ་ཡིག་ཆ་ཨང་གསུམ་སོ་དགུ་པ་ཟེར་གྱི་གྲོས་ཆོད་ཅིག་བཞག་ཡོད་རེད་དེ་གྲོས་ཆོད་འདི་ད་ལྟ་ཡིན་པ་ཡིན་ན་ཡང་སྤྱི་བདེ་ལྷན་ཚོགས་ནང་ལ་གསོན་པོ་གནས་བསྡད་ཡོད་པ་སོང་ཙང་ཇི་སྲིད་ཡིག་ཆ་ཨང་གསུམ་སོ་དགུ་པ་དེ་ཡང་ན་ཡིན་ན་ཡིན་པའི་ཡང་ན་ཡིན་ན་ཡིན་པ་དང་མིན་ན་མིན་པའི་གི་ཐག་དེ་མ་ཆོད་བར་དུ་ཡང་ཨ་ཁྲིམས་ཁང་ནང་ལ་ཡང་བཞུགས་བསྡད་མཁན་གི་མི་གསུམ་འདི་ཨ་ནི་ཁྲིམས་མཐུན་ཆགས་ཀྱི་ཡོད་མ་རེད་ཅེས་དེ་རྣམ་པ་ལྷན་རྒྱས་གྱ་གྱ་མང་ཚོགས་ཚང་མའི་མཁྱེན་རྟོགས་ཀྱི་ཚུལ་དུ་ཞུ་གི་ཡོད་ལ། དེ་མ་ཆགས་བར་དུ་ང་དང་ང་འདྲ་བའི་གི་བཅའ་ཁྲིམས་རིན་པོ་ཆེ་ལ་ཡང་བརྩི་བཀུར་བྱེད་མཁན་དང། གཅིག་གི་མང་ཚོགས་ལ་ཡང་དགའ་ཞེན་ཡོད་མཁན་དང་མང་ཚོགས་ལ་ཡིད་ཆེས་ཡོད་མཁན་དང། དེ་འདྲའི་ཚང་མལ་གྱི་དུས་ནམ་ཡང་ངོ་ལེན་བྱེད་ཀྱི་མ་རེད་ཅེས་དེ་རྣམ་པ་ཚོ་ལ་ཞུ་ཡས་ཡིན། ད་ནང་བཞིན་གྱི་ཉམས་པ་སླར་གསོའི་གྱི་ལས་འགུལ་ད་བར་དུ་མང་པོ་ཞིག་སྤེལ་ཡོད་རེད་ད་མདོ་ཡིན་པ་ཡིན་ན་ཡང་གཞིས་སྲིད་ཁྲིམས་ཁང་ནང་གི་མི་གསུམ་དེ་དགོངས་པ་མ་ཞུས་བར་དུ་ང་ཚོའི་ལས་འགུལ་དེ་ཕྱོགས་ཡོངས་ནས་ཡང་གང་ལྟར་བརྒྱུད་ལམ་འདྲ་མིན་གྱི་ཐོག་ནས་ལས་འགུལ་སྤེལ་ཡོང་གི་རེད་དེ་ལ་རྒྱ་ཆེ་མང་ཚོགས་ཀྱིས་ནང་རྒྱབ་སྐྱོར་གནང་རོགས་གནང། དེ་རིང་ངའི་བརྙན་ཐུང་འདི་བཟོས་ཚར་བའི་རྗེས་ལ་འདི་ཨ་ནི་ངོ་དེབ་ནང་ཡིན་པ་ཡིན་ན་རེད་ཡུ་ཀྲུབ་ནང་ཡིན་པ་ཡིན་ན་རེད་ཏྲེ་ལི་གྷ་རམ་ཡིན་པ་ཡིན་ན་རེད་སྐད་འཕྲིན་ཡིན་པ་ཡིན་ན་རེད་ཨིན་སི་ཏྲ་གྷ་རམ་ཡིན་པ་ཡིན་ན་གང་ལྟར་ཆོག་ག་བ་ལ་སླེབས་པ་ཡིན་ན་རྣམ་པ་ཚོས་ཀྱི་མོ་མཐུན་ཡིན་ན་རྒྱབ་སྐྱོར་ཡོད་ན་རྒྱབ་སྐྱོར་ཡོད་པའི་རྣམ་པ་ཚོས་མཇལ་དུ་སོ་སོས་ཀྱི་བར་དེ་ལ་ཡར་མཆན་རྒྱབ་སྐྱོར་ཡོད་ན་རྒྱབ་སྐྱོར་ཡོད་མོད་རྒྱབ་སྐྱོར་མེད་ན་མེད་ཅེས་ངེས་པར་དུ་ཡར་མཆན་དགོས་རོགས་གནང་ཅེས་འབོད་སྐུལ་ཞུ་དགོས་དེ་དང་ཆབས་ཅིག་ཏུ་དགུན་དུས་ཀྱི་ཨོ་ལམ་པིག་འདི་རྒྱ་ནག་ལ་ད་བརྩེ་ལ་ཉེ་བ་ཆགས་ཡིན་དུས། དེའི་ཆེད་དུ་ཡང་བོད་རང་བཙན་སློབ་ཕྲུག་ཚོགས་པས་ཀྱི་སྣེ་ཁྲིད་བྱས་དོན་དག་ཕར་དུ་ཡང་ནི། ལས་འགུལ་མང་པོ་ཞིག་སྤེལ་བཞག་རྣམ་པ་ཚོ་ལ་སྙིང་ཁོང་རེ་སྤེལ་དེ་འདྲ་ཐུགས་རྗེ་ཆེ་དམིགས་བསལ་གྱི་རང་བཙན་སློབ་ཕྲུག་ཚོགས་པའི་ནང་གི་ད་ན་གཞོན་ཕྱི་རྒྱལ་ལ་འཚར་ལོངས་བྱེད་བདེ་བ་དང་ཕྱི་རྒྱལ་གྱི་མི་སེར་གྱི་ལག་ཁྱེར་ཡོད་བདེ་བ་ཚོས་ཀྱི་སོ་སོའི་མི་སེར་ལག་ཁྱེར་དེ་ཡང་བེད་སྤྱོད་བཏང་བྱས་ནི་འཛམ་བུ་གླིང་ས་ཕྱོགས་ག་བ་གང་ས་ལ་ཕེལ་བྱས་དེ་འདྲའི་གྱི་ལས་འགུལ་སྤེལ་གནང་གི་འདུག་དེ་ཚོ

བར་ཆད་མ་ལེན་རྒྱུ་ལ་བར་ཆད་མ་ཡོང་མ་ཚད་ཁོ་རང་གི་སྐུ་སྲོག་ལ་ཡིན་ན་བར་ཆད་མ་ཡོང་བ་དང། ཨ་ནི་ཅིག་ཁོ་རང་གི་དམིགས་ཡུལ་ཞིག་སྲུང་བྱེད་ཀྱི་ལས་འགུལ་དེ་ས་གནས་ག་བ་ལ་མཇུག་སྒྲིལ་འཆར་གཞི་ཡོད་པ་ནི་ད་ག་རང་ལ་མཇུག་སྒྲིལ་ཐུབ་ཡས་ཀྱི་ཨ་ནི་རེ་བ་སྨོན་ལམ་ཞུ་གི་ཡོད་ལ། དེ་མ་ཚད་ཏིང་འཛིན་བཙུན་དེ་ས་ཆ་ག་བ་ལ་ཕེབས་ཡོད་པ་ཡིན་ན་དེ་ལ་བོད་རིགས་གནས་སྡོད་བྱེད་མཁན་གཅིག་མ་ཞིག་མེད་པ་ཡིན་པ་ཡིན་ན་ཁོ་རང་དང་མཇལ་འཕྲད་བྱེད་ཀྱི་ཁོ་རང་ལ་བྱ་གཅིག་མེད་ན་སྐྱ་ཡས་དང་ཆུ་གཅིག་མེད་ན་སྐྱོ་ཡས་དང། ཨ་སེམས་གསོ་གཅིག་མེད་ན་བཏང་ཡས་ཀྱི་ཐོག་ལ་རྣམ་པ་གླེང་རྒྱ་མཚམས་མེད་ཀྱི་ཨ་ནི། འབོད་བརྩོན་དང་རྒྱབ་སྐྱོར། གནང་རོགས་གནང་ཞུ་ཡོན་དེ་དང་ཆབས་ཅིག་དེ་རིང་ང་ཚོའི་གི་ངའི་བརྙན་ཐུང་དེ་ཡི་བརྒྱུད་ནས་ཉམས་པ་དམིགས་བསལ་གི་ཉམས་པ་སླར་གསོས་གི་ཚོགས་མི་ཡོད་དོ་ཅོག་ལ་འབུལ་བརྒྱུད་ཞུ་ཡས་ལ་ཨ་ནི་ང་ཚང་མས་གི་ཡ་ང་རང་ཚོ་ཚང་མ་འཛམ་བུ་གླིང་ག་བ་ག་ས་ཁ་ཐོར་དེ་ཡོད་དུས་ཨ་ནི་རྒྱ་གར་ནང་ལས་འགུལ་ག་འདྲ་ཞིག་སྤེལ་བ་ཡིན་མ་ནི་དེ་དུས་དེ་ལ་རྒྱབ་སྐྱོར་མཚོན་ཆེད་དུ་ཨ་ནི་ཟོ་སོ་སོའི་གི་ཅིག་ངོ་དེ་ཡི་ན་རེ་སྤྱི་ཚོགས་དྲ་རྒྱ་བརྒྱུད་ལམ་འདྲ་མི་འདྲ་ཐོག་ནས་བེད་སྤྱོད་བྱས་རྗེས་རྒྱབ་སྐྱོད་རྣམ་པ་སྟོན་རོགས་གནང་ཞུ་ཡས་དང་ཨ་ནི་ཚན་པ་སྐྱོ་བ་གཅིག་ལ་ཡ་ཁ་སང་ང་ཚོའི་ལས་འགུལ་བ་རྡོ་རྗེ་རྒྱལ་མཚན་ལགས་ཕྱི་ཚེས་ཉེར་བརྩེགས་སྔ་ཉིན་མོ་དང་ཨ་ནི། རྡ་རམ་ས་ལ་ས་སྐྱོད་མཐུན་ཚོགས་ཚོགས་གཙོ་བསྟན་འཛིན་རྡོ་རྗེ་ལགས་ད་ནོ་བྷེལ་རླུང་འཕྲིན་ཁང་གི་ལས་བྱེད་རེད་བསྟན་འཛིན་རྡོ་རྗེ་ཟེར་ན་ཁོ་རང་ཚ་ལ་བཅར་བྱས། ཁོ་རང་ད་མཇལ་མི་འདུག་གང་ལྟར་ཁོ་རང་གི་ལས་རོགས་ཨ་ཅག་ལགས་དེ་མཇལ་བྱས་ཨ་ནི་ས་སྐྱོད་བ་ཚང་མ་ལ་འབུལ་སྐྱོད་ཞོར་ཕེབས་རོགས་བྱས་ཟེར་སྙན་ཤོས་ཕུལ་བཞག་ཨ་ནི་ཨ་ཅག་ལགས་དེ་གིས་ངེད་ཀྱི་ཚོགས་གཙོ་མི་འདུག་ངེད་ཀྱི་ཚོགས་མང་ལ་ཕུལ་བཞག་འོ་ས་ཉིན་ཨ་ནི་ཁྱེད་རང་ཚོའི་ལས་འགུལ་ལ་ང་ཚོ་ས་སྐྱོད་བ་ཚོ་ཡོང་གི་རེད་ཅེས་ཁོ་རང་གིས་མོ་རང་གིས་དེ་འདྲ་གསུང་བཞག་ཡིན་པ་ཡིན་ན་ཕྱི་ཚེས་ཉེར་རྩ་དྲུག་ཉིན་དངོས་སུ་ས་སྐྱོད་ཨ་ནི་རྡོ་རྗེ་རྒྱལ་མཚན་ལགས་ལས་འགུལ་སྤེལ་བའི་སྐབས་སུ་ཨ་ནི་བོད་པའི་གིས་ས་སྐྱོད་བ་སུ་གང་ཕེབས་མི་འདུག་ཕེབས་མེད་པ་མ་ཚད།

ཨ་ད་དོན་དེ་ལ་ཡང་ང་རང་ཚོའི་ཀྱི་དམངས་གཙོ་ཡི་ལམ་ལུགས་དེ་ཉིད་ཨ་ནི་ཅིག་ཁྲིམས་དང་མཐུན་པ་བཅའ་ཁྲིམས་དང་མཐུན་པ་ཅིག་འགྲོ་ཐུ་བའི་དོན་དག་ལ་ཚང་མས་ཀྱི་འབོད་བརྩོན་གནང་རོགས་གནང་ཤུགས་རྒྱབ་རོགས་གནང། ཨ་ཚང་མས་ཅིག་གཅིག་གིས་གཅིག་ལ་ཅིག་ཁ་རྡུང་དང་ཚིག་ངན་དང་དེ་འདྲས་མིན་པ་ཆེད་དམངས་གཙོ་གི་ཐོག་དམངས་གཙོ་ཡི་ནང་ལོགས་ལ་ཡང་བསམ་ཚུལ་བཤད་པའི་རང་དབང་བསམ་ཚུལ་བཤད་པའི་ཐོབ་ཐང་བསམ་ཚུལ་བཤད་པའི་ལས་འགན་ཡོད་པ་སོང་ཙང་དེའི་བརྩེ་སྲུང་ཡོད་པའི་ཐོག་ནས་ཨ་ནི་ཚང་མས་ཀྱི་ཉན་པ་ལ་སོའི་ལས་འགུལ་ལ་དམ་པ་དང་རྒྱབ་སྐྱོར་གནང་བ་དང་ཐུགས་རྗེ་ཆེ་མ་འོངས་པའང་མུ་མཐུད་ནས་རྒྱབ་སྐྱོར་གནང་རོགས་གནང་ཞུ་ཡི་ཡིན་ཨ་ཐུགས་རྗེ་ཆེ་ཨ་ནི་བོད་རྒྱལ་ལོ།